མི་འཇིགས་རྒྱལ་དབང་བློ་བཟང་སེང་གེ་མཆོག། བཀའ་དྲིན་ཆེ་དང་ཐུགས་རྗེ་ཆེ་ཞུ། འདི་ནི་ན་གཞོན་གྱི་རྩོམ་པ་པོ་བེ་སྨྱུང་ནས། སྲིད་སྐྱོང་བློ་བཟང་སེང་གེ་ལིའ་བུ་ནང་པའི་སྙན་རྩོམ་ཞིག་རེད། ཁོང་གི་སྙན་རྩོམ་གྱི་ནང་དོན་རྣམས་འདི་འདྲ་ཞིག་འཁོད་འདུག། བཀའ་ཡི་སྲིད་སྐྱོང་ལགས། ཁྱེད་ཀྱི་མི་ལོ་བཅུའི་ནང་དུ་བཞག་པའི་བཞེས་རྗེས་ནི། གཞིས་བྱེས་བོད་མི་ཡོངས་ཀྱིས་བརྗེད་མི་སྲིད། མདོར་ན་མི་གཅིག་གི་དབང་ཁྱེད་ལ་ངས་བཀའ་དྲིན་ཆེ་ཡང་ཞུས་འདུག། རེད་ཡ། ངོ་མ་ཁྱེད་ཀྱི་དོན་ལ་གནས་པའི་དཀའ་སྤྱད་དང། ལས་སུ་རུང་བའི་བརྩེ་བྱ་ལས་ང་ཚོ་སྟེ། བོད་གངས་ཅན་གྱི་མི་རབས་གསར་རྙིང་གི་སྟོབས་ཤུགས་མཚོན་པ་དང། ཁྱེད་ཀྱི་དཀའ་ངལ་དང་ལེན་གྱི་བརྩོན་འགྲུས་དང། ཕུན་སུམ་ཚོགས་པའི་ནོར་འདུན་ལས་ང་ཚོ་སྟེ། བོད་གངས་ཅན་གྱི་མི་རབས་གསར་རྙིང་གི་ཕུགས་བསམ་མངོན་འདུག།

ང་ཚོ་ཁྲག་ཀྱང་ཁྱེད་ཀྱི་རྒྱུ་དང་དྲུང་ནས་ཞུ་གི་ཡོད། མ་འོངས་པའི་ལམ་ཀར་ཀྱག་ཀྱོག་སྔར་ལས་ཆེ་ན་ཡང། བོད་ཀྱི་གཞོན་ནུ་རྣམས་གཅིག་པའི་གོ་སྐབས་བྲལ་ཞིང། ང་ཚོ་རང་རེའི་མི་རིགས་དེར། མདུན་སྐྱོད་ཀྱི་ལམ་གསར་བ་ཞིག་འབྱིན་ངེས་ཡིན།

བུ་རྒྱལ་བསྟན་སྲིད་ནི་དེ་བས་ཀྱང་ཉམས་པ་མིན། དེ་ནི་བོད་གངས་ཅན་གྱི་རྒན་གཞོན་རྣམས་ཀྱི་གདམ་ག་ལས་བྱུང་བའི་སྲིད་སྐྱོང་བློ་བཟང་སེང་གེ་རེད། དེ་ནི་བོད་གངས་ཅན་གྱི་གཞོན་ནུ་རྣམས་ཀྱི་སེམས་ལ་འཁྲེང་བའི་སྲིད་སྐྱོང་སེང་གེ་ཞིག་ཀྱང་རེད། རེད་ཡ། ངོ་མ་ངོ་ཚ་ཆེ། མི་རྗེ་མཁས་དབང་བློ་བཟང་སེང་གེ། ཁྱེད་ཀྱིས་མི་ལོ་བཅུ་ནང་དུ་བཞག་པའི་བྱས་རྗེས་ཀྱི་རྡོ་རིང་ཞིག་ཀྱང་ཡིན་ནོ། མཐའ་སྟོང་དུ་ངས་གཞིས་བྱེས་བོད་མི་ས་ཡ་དྲུག་ཡོངས་ཀྱི་ཚབ་བྱས་ཏེ། མཁས་དབང་ཁྱེད་ལ་སྙིང་ཁུང་རུས་བའི་གཏིང་ནས་བཀའ་དྲིན་ཆེ་ཞུས་འདུག། རྗེ་རྒྱ་གར་ལྷོ་ལྗོངས་རྒྱ་མཚོ་ཉེ་འགྲམ་དུ་གནས་པའི་དཔལ་ལྡན་འབྲས་དཀར་དཔུང་པོ་ནས།